རྣམ་པ་ལེན་གྱི་སྐུ་ཁམས་བཟང། དེ་ནི་དེ་རིང་གི་བརྙན་ཐུང་འདིའི་ནང་ལ་བཞོས་ཀྱི་བརྗོད་བྱ་འདི་དེ་ནི་ང་རང་ཚོ་དག་ནམ་རྒྱུན་ཚོགས་བསགས་ཡན་ལག་བདུན་གྱི་ནང་གསེས་ཡན་ལག་དང་པོ་དག་ཕྱག་འཚལ་བའི་ཡན་ལག་གི་སྐོར་ལ་དག་ཕྱག་འཚལ་ཚུལ་འཚལ་ལུགས་ཇི་ལྟར་ཡིན་མིན་སྐོར་ལ་དེ་ནི་ང་རང་གི་ཕྱག་གི་སྐོར་ལ་ངོ་སྤྲོད་མདོར་བསྡུས་ཅིག་བྱས་ཡིན་དེ་ནི་བརྙན་ཐུང་འདི་གསན་གཟིགས་གནང་བ་དེ་ནི་རྣམ་པ་ལྷན་རྒྱས་ལ་ཐུགས་སྨོན་བསུ་བའི་རེ་བ་ཞུ་རྒྱུ་ཡིན། ལགས་སོ། ད་ཐོག་མར་ཕྱག་འཚལ་བའི་གོ་དོན་དང་ནི་ཕྱག་གི་ངོ་བོ་དེ་ག་རེ་རེད་ཞུ་བ་ཡིན་ན། སྤྱི་བཏང་དང་ཕྱག་འཚལ་ལན་ཚིག་འདི་ལ་གྲལ་བཤེར་ཁྱབ་ཚུལ་འདྲ་མིན་སྣ་ཚོགས་ཡོད་པ་རེད། ཐད་ཀར་ཚིག་ཁོ་རང་ལ་བསམ་བློ་བཏང་པ་ཡིན་ན་ཕྱག་ལན་ཚིག་འདི་དག་ནམ་རྒྱུན་ང་རང་ཚོས་གད་སྙིགས་ཕྱགས་པ་དང་གད་སྙིགས་གཙང་མ་བཟོ་རྒྱུའི་དོན་ལ་ཕྱག་ཟེར་གོ་རྒྱུ་ཡིན་པ་རེད་ཡིན་ན་སྐབས་སུ་བབས་པ་དག་ཕྱག་འཚལ་ཟེར་བའི་ཕྱག་དེ་གད་སྙིགས་གཙང་མ་བཟོ་བ་མ་ཡིན་པ་བཅས་སོ་སོའི་གི་ལུས་ངག་ཡིད་གསུམ་གི་སྡིག་པ་དང་དྲི་པ་འདི་ཚོ་གཙང་མ་བཟོ་བ་དང་མེད་པའི་བཟོ་བའི་དོན་ལ་ཕྱག་ཟེར་གོ་རྒྱུ་ཡིན་པ་རེད། དེ་ནི་ཚལ་ཟེར་བའི་ཚིག་གི་དོན་དག་དེ་ག་རེ་རེད་ཞུས་པ་ཡིན་ན། དེ་ནི་སོ་སོ་གྱི་རྒྱུད་ལ་མོས་པ་དང་དད་པ་དང་ཡིད་ཆེས་ཡོད་པ་ཞིག་ལ་ཚལ་ཟེར་དགོས་རྒྱུ་ཡིན་པ་རེད། མདོར་ན་ད་ཆགས་ཚལ་ཞེས་པའི་ཚིག་དེ་གའི་དོམ་ཚིག་བརྒྱབ་པ་ཡིན་ན་ད་སོ་སོ་གྱི་རྒྱུད་ལ་མོས་གུས་དང་དད་པ་ཡོད་པའི་ཐོག་ནས་དེ་ནི་སོ་སོ་གྱི་རང་རྒྱུད་ཀྱི་ཉོན་མོངས་པ་དང་སྡིག་སྒྲིབ་དེ་ཚོ་དག་པའི་ཕྱིར་དུ་སྐྱབས་ཡུལ་དམ་པ་རྣམས་ལ་ལུས་ངག་ཡིད་གསུམ་གྱི་ཐོག་ནས་ཕྱག་འཚལ་ནས་དེ་དག་ལ་ད་སྡིག་སྒྲིབ་དེ་ཚོ་དག་པར་མཛད་དུ་གསོལ་ཟེར་ན་ད། གསོལ་འདེབས་དང་སྨོན་ལམ་བྱེད་པའི་དོན་ལ་ཕྱག་འཚལ་ཟེར་གྱི་ཡོད་པ་རེད། དེ་ཡང་ཕྱག་དེ་དག་ང་རང་ཚོ་གཙོ་བོ་ཉོན་མོངས་པ་ང་རྒྱལ་གྱི་གཉེན་པོ་ཡིན་དུས་བརྩམས་པ་ལ་དེ་ནི་ཕྱག་གི་ངོ་བོ་སྟེ་ང་རྒྱལ་གཞོམ་པའི་གཉེན་པོ་མཆོག་ཏུ་གྱུར་པ་ཅིག་ཆགས་ཡོད་པ་རེད། གཉིས་པ་དག་ང་རང་ཚོ་ཕྱག་ལ་དབྱེ་བ་གང་འདྲ་འགྲོ་ཡོད་རེད་ཞུས་པ་ཡིན་ན། ད་ལུས་ཀྱི་སྒོ་ནས་ཕྱག་འཚལ་ཚུལ་དེ་ལ་ད་སངས་རྒྱས་ཀྱི་མདོ་ལས་གསུངས་པ་ལྟར་དུ་བརྐྱང་ཕྱག་དང་བསྐུམ་ཕྱག་གཉིས་ཡོད་པ་རེད། དེ་ནི་ངོ་བོ་སྒོ་ནས་དབྱེ་བ་དེ་ད་ལུས་ངག་ཡིད་གསུམ་གྱི་ཕྱག་ཡོད་པ་རེད། དེ་ནས་ཀུན་སློང་གི་སྒོ་ནས་དབྱེ་བ་འདི་དག་སྐྱེ་བོ་ཆུང་འབྲིང་ཆེ་གསུམ་གྱི་ད་ཆགས་ས་ཚུལ་འོ་དོ་སི་དབྱེ་བ་ཡོད་པ་རེད། ད་ཐོག་མར་སྐྱེ་བོ་ཆུང་ངུ་དང་སྐྱེ་བོ་འབྲིང་དང་སྐྱེ་བོ་ཆེན་པོ་གསུམ་གྱི་ད་ཆགས་ས་ཚུལ་གྱི་ཁྱད་པར་དང་དབྱེ་བ་དེ་ག་འདྲའི་ཕྱིན་ཆེ་བ་རེད་ཞུས་པ་ན། གཙོ་བོ་གང་ཟག་དེ་ཡི་ད་ཀུན་སློང་ལ་བརྟགས་ནས་ཕྱེ་ཐུབ་ཀྱི་ཡོད་རེད། དེ་ཡང་ད་ཐོག་མར་སྐྱེ་བོ་ཆེན་པོའི་ཡི་ད། ཕྱག་འཚལ་ཚུལ་གྱི་དང་སྐུལ་སློང་ག་འདྲས་བྱེད་དགོས་རེད་ཞུས་པ་ཡིན་ན། བཟང་སྤྱོད་སྨོན་ལམ་ལས་གསུངས་པ་ལྟར་དུ་ཇི་སྙེད་སུ་དག་ཕྱོགས་བཅུའི་འཇིག་རྟེན་ན་དུས་གསུམ་གཤེགས་པ་མི་ཡི་སེང་གེ་ཀུན། བདག་གིས་མ་ལུས་དེ་དག་ཐམས་ཅད་ལས་ལུས་དང་ངག་ཡིད་དང་བའི་ཕྱག་གིའོ། ཨ་ནི་གཞན་ཡང་སྤྱོད་འཇུག་ལས་དུས་གསུམ་གཤེགས་པའི་སངས་རྒྱས་ཀུན་ཆོས་དང་ཚོགས་ཀྱི་མཆོག་ཅེར་ཞིང་དུལ་ཀུན་གྱི་གྲངས་སྙེད་ཀྱི་ཡུལ་དུལ་པ་ཡི་དྭགས་ཕྱག་འཚལ། ཞེས་གསུངས་པ་ལྟར་ད་དེ་འདྲས་ཀྱི་སྐུལ་སློང་བྱེད་དགོས་ཀྱི་ཡོད་པ་རེད། ད་ཚིག་འདི་གི་དོན་ད་ག་རེ་ལབ་ཀྱི་རེད་ཞུས་པ་ནི་ད་ང་རང་ཚོ་ཕྱག་འཚལ་དུས་ཙམ་ལ་ད་སུ་སུ་རང་ཉིད་གཅིག་པོ་མ་ཡིན་པར་ད་ང་རང་ཚོ་ཐེག་པ་ཆེན་པོའི་ཀུན་སློང་བྱང་ཆུབ་ཀྱི་སེམས་བསྐྱེད་པའི་ཐོག་ནས་དེ་ནས་སོ་སོ་རང་ཉིད་རྩོད་པའི་མ་གྱུར་ནམ་མཁའི་མཐའ་དང་གཉེན་པའི་སེམས་ཅན་ཐམས་ཅད་ཀྱང་ད། བླ་མེད་རྫོགས་པའི་སངས་རྒྱས་ཀྱི་གོ་འཕང་མ་ཐོབ་པའི་བར་དུ་ད་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་གྲངས་ག་ཚོད་ཡོད་པ་དེ་དག་རེ་རེ་གྱི་མདུན་དུ་དེ་དག་གི་གྲངས་དང་མཉམ་པ་སོ་སོ་གྱི་ལུས། སྟོང་ཕྲག་མང་པོ་གྲངས་དཔག་ཏུ་མེད་པ་དེ་འདྲས་སྤྲུལ་ནས་སངས་རྒྱས་རེ་རེ་གི་མདུན་དུ་སོ་སོ་གིས་ལུས་ངག་བཀྲུ་ནས་ཨ་ནི། ཕྱག་འཚལ་གྱི་ཡོད་གསོལ་འདེབས་བྱེད་ཀྱི་ཡོད་སྐྱབས་སུ་འགྲོ་གི་ཡོད་ཟེར་ད་དེ་འདྲས་ཀྱི་ཀུན་སློང་བྱང་ཆུབ་ཀྱི་སེམས་བསྐྱེད་པའི་ཐོག་ནས། ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང་སྐྱབས་ཡུལ་དམ་པ་རྣམས་ལ་ཕྱག་འཚལ་ལོ། དོན་ཇི་ལ་ད་སྐྱེས་བུ་ཆེན་པོས་ཕྱག་འཚལ་བ་ཡིན་ཟེར་ད་འདུག་གོ་ལུགས་གོ་ཚུལ་དེ་ད་དེ་འདྲས་འདྲ་བ་ཡིན་པ་རེད། དེ་ནི་སྐྱེས་བུ་དྲིན་གྱིས་ཆགས་ཚར་ཚུལ་འདི་དག་ཀུན་སློང་དང་དམིགས་པ་འདི་ཚོ་ནི་ལྟོ་ས་རྒྱ་ཆུང་བའི་དོན་ལ་གོ་ཚུལ་ཡིན་པ་རེད་དེ་ཡང་དག་ཀུན་སློང་དང་དམིགས་པ་འགྲོ་འདི་དག་ང་རང་ཚོ་ཚེ་ཕྱི་མ་དེ་ཙམ་མ་བརྩི་བར་གཙོ་བོ་ཚེ་འདི་ལ་གཙོ་བོ་བྱེད་པ་དང་དེ་ཡང་སོ་སོ་དང་སོ་སོ་གྱི་ཕ་མ་དང་གཉེན་འདི་ཚོ་ལ་གཙོ་བོ་དམིགས་ནས་དག་ཀུན་ཆོས་གསུམ་ལ་སྐྱབས་སུ་འགྲོ་བ་དང་ཆགས་ཚར་བའི་དོན་འདི་དག་སྐྱེས་བུ་དྲིན་གྱིས་བསམ་བློ་བཏང་ཚུལ་འགྲོ་བ་ཡིན་པ་རེད། དེ་ནས་སྐྱེས་བུ་ཆུང་ངུ་ཡི་བསམ་བློ་བཏང་ཚུལ་འདི་དག་གཙོ་བོ་སོ་སོ་རང་ཉིད་ཐར་པ་ཐོབ་པའི་ཕྱིར་དུ་དང་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་དང་ཕྱག་འཚལ་བ་དང་མོས་པ་དང་དད་པ། གུས་པ་བྱེད་པའི་དོན་ལ་དང། སྐྱེས་བུ་ཆུང་ངུ་ཡི་བསམ་བློ་བཏང་ཚུལ་འདི་དག་ཕྱག་འཚལ་ཚུལ་དེ་ཡིན་པ་རེད། དེ་ནས་གཉིས་པ་དང་ངོ་བོའི་སྒོ་ནས་ཕྱག་འཚལ་ཚུལ་འདི་དག་ལུས་ངག་ཡིད་གསུམ་གྱི་ཐོག་ནས་ཕྱག་འཚལ་ཚུལ་དེ་ཡིན་པ་ཡིན་པ་རེད། དེ་ཡང་དང་ལུས་ཀྱི་ཐོག་ནས་དང་ང་རང་ཚོའི་ལུས་ཀྱི་རྣམ་འགྱུར་ག་འདྲས་བསྟན་དགོས་ཀྱི་ཡོད་མེད་སངས་རྒྱས་ཀྱི་མདོ་ལས་གསུངས་པ་ལྟར་དུ་བྱས་ནས་དང་ལུས། གི་རྣམ་འགྱུར་ཡག་པོ་བསྟན་ཡང་དང། དེ་ནས་ངག་གི་ཐོག་ནས་དང་སོ་སོ་གིས་ཕྱག་འཚལ་བའི་ཚིག་གི་བསྟོད་པ་འདི་ཚོ་ཡག་པོ་ཞིག་དྲང་པོ་ཞིག་བསྐྱོར་ཡས་དང། དེ་ནས་ཡིད་ཀྱི་ཐོག་ནས་དང་སྐྱབས་ཡུལ་དམ་པ་རྣམས་ལ་དད་པ་དང་ཡིད་ཆེས་ཡོད་པའི་ཐོག་ནས་དང་ཕྱག་འཚལ་ཚུལ་དེ་དང་ལུས་ངག་ཡིད་གསུམ་གྱི་ཕྱག་འཚལ་ཚུལ་གྱི་དོན་དེ་ཡིན་པ་རེད། དེ་ནས་དང་གསུམ་པ་དེ་དང་ལུས་ཀྱི་སྒོ་ནས་ཕྱག་འཚལ་ཚུལ་དེ་དང་སངས་རྒྱས་ཀྱི་མདོ་ལས་གསུངས་པ་ལྟར་དུ་བརྐྱང་ཕྱག་དང་བསྐུམ་ཕྱག་གཉིས་ཡོད་པ་རེད། ད་དང་པོ་ང་རང་ཚོ་རྐྱང་ཆགས་ཀྱི་ཕྱག་ཚ་ལུ་ཙུལ་འདི་དག་ག་འདྲའི་འགྲོ་བ་ཞིག་གོ་རེ་ཞུས་པ་ཡིན་ན་སོ་སོ་ཀྱི་ལུས་ངག་ཡིད་གསུམ་ཐམས་ཅད་ས་ལ་རེག་ནས་ཕྱག་ཚར་བའི་དོན་འདི་ལ་རྐྱང་ཆགས་ཟིན་གོ་རྒྱུ་ཡིན་པ་རེད། དེ་ཡང་སངས་རྒྱས་ཀྱི་དཔེ་ག་རེ་ལས་ཤར་ཡོད་རེ་ཞུས་པ་ཡིན་ན་ས་ལ་བརྒྱལ་བའི་དུང་ཕོར་ནང་བཞིན་བྱས་ནས་ཕྱག་ཚར་དགོས་རེ་གསུངས་ཡོད། དེ་ཡང་སངས་རྒྱས་ཀྱིས་ད་དུང་པོ་དགོས་པའི་དོ་ལས། ག་རེ་གསུངས་ཡོད་ཞུས་པ་ན་གཞོན་ནུ་ནོར་བཟང་གིས་ཤིང་སྡོང་ས་ལ་བསྒྱེལ་བ་བཞིན་དུ་ལུས་ཐམས་ཅད་ས་ལ་ཕབ་པས་ཕྱག་འཚལ་བར་འདོད་འོས་གསུངས་ཡོད། འོ་དེ་ལྟར་དུ་ད་ང་རང་ཚོ་ཤིང་སྡོང་ས་ལ་བསྒྱེལ་བ་བཞིན་དུ་ལུས་ཐམས་ཅད་ས་ལ་ཕབ་སྟེ་ཕྱག་འཚལ་བ་འདི་ད་རྐྱང་ཆ་ཟེར་གྱི་ཡོད་པ་རེད། ད་གཉིས་པ་ང་རང་ཚོ་སྐུ་འཕྱག་གི་ཕྱག་འཚལ་ཚུལ་དེ་ད་ག་འདྲ་འདྲ་བོ་རེད་ཞུས་པ་ན་ད་སྐུ་འཕྱག་གི་ཕྱག་འཚལ་དུས་སྐབས་སུ་ད་ད་གིས་ང་རང་ཚོ་རྐྱང་ཕྱག་གི་ཕྱག་འཚལ་བ་ནང་བཞིན་གྱིས་ད་ལུས་ཐམས་ཅད་ས་ལ་རེག་དགོས་ཀྱི་ཡོད་མ་རེད། ད་ང་རང་ཚོ་ས་ལ་གར་རེག་ནས་ཕྱག་འཚལ་དགོས་ཀྱི་ཡོད་རེད་ཞུ་བ་ལ་གཙོ་བོ་ང་རང་ཚོས་དབོན་པོ་ལྔ་དེ་ས་ལ་རེག་ནས་ཕྱག་འཚལ་དགོས་ཀྱི་ཡོད་རེད་གསུངས་ཡོད། ད་དབོན་པོ་ལྔ་དེ་ང་རང་ཚོ་ནམ་རྒྱུན་གྱི་དབོན་པོ་ལྔ་དེ་མ་ཡིན་པར་རྗེ་ད་ལྟ་དབོན་པོ་ལྔ་ལབ་དུས་ཙམ་པ་ང་རང་ཚོས་ཐོད་པ་ཡི་དཔྲལ་བ་དེ་གཅིག་ཕྱག་དེ་ཡོད་རེད་ཨ་ནི་ལག་པ་ཡི་ལག་མཐིལ་གཉིས་ཨ་ནི་ཞབས་གྱི་ཨ་ནི་པུས་མོ་གཉིས་འོ་དུ་ཅིག་དབོན་པོ་ལྔ་དེ་ང་རང་ཚོ་ས་ལ་གཏུགས་ནས་ཕྱག་འཚལ་བ་དེ་ལ་ད་སྐུ་འཕྱག་ཟེར་གྱི་ཡོད་པ་རེད། དེའང་སངས་རྒྱས་ཀྱི་བདག་ཕུང་པོ་གསུངས་པའི་མདོ་རྣམས་ལོ་ག་རེ་གསུངས་ཡོད་རེ་ཞུས་པ་ན་བྱང་ཆུབ་སེམས་དཔའ་འདས་པ་དང་མ་འོངས་པ་དང་ད་ལྟར་འབྱུང་བའི་ཆོས་མཉན་པ་ཉིད་ལ་འཇུག་ཅིང་ཡན་ལག་ལྔ་ས་ལ་གཏུགས་པར་བྱ་སྟེ། འོག་ཏུ་གསུངས་པ་ནང་བཞིན་གྱི་ད་ང་རང་སོགས་ཡན་ལག་ལྔ་དེ་དག་པུས་མོ་གཉིས་ལག་མཐིལ་གཉིས། ཐོད་པ་ཡི་དཔྲལ་བ་བཅས་འོག་དང་དབང་པོ་ལྔ་དེ་འོག་ཏུ་བཞག་སྟེ་འོག་འདི་འདྲིལ་གྱི་དབང་པོ་ལྔ་དེ་ང་རང་ཚོ་ས་ལ་གཏུགས་ནས་ཕྱག་འཚལ་བ་འདི་ལ་བསྐུམ་ཕྱག་ཟེར་རྒྱུ་ཡོད་པ་རེད། ད་གསུམ་པ་དེ་ང་རང་ཚོ་ཆགས་ཚར་ལུགས་ཚར་ཚུལ་ངོ་མ་དེ་ག་འདྲི་ས་རེད་ད་དེ་སྐོར་ལ་ཤོད་རེད་དེ་ཡང་ད་ང་རང་ཚོ་ཆགས་ཚར་དུས་དགོས་ས་ད་གལ་ཆེ་ཤོས་དེ་ག་རེ་རེད་ཞུས་པ་ན་ང་རང་ཚོས་ལག་པ་གཉིས་ཀྱི་ཐལ་མོ་སྦྱར་ནས་ད་ལག་གཉིས་ཀྱི་ཐལ་སྦྱར་དེ་ང་རང་ཚོའི་ལུས་ཀྱི་གནས་ག་རེ་ལ་རེག་ནས་ཚར་དགོས་ཀྱི་ཡོད་ཆགས་ཚར་དགོས་ཀྱི་ཡོད་ད་འདི་ཤེས་དགོས་དེ་དཔེ་མི་ཚེ་གལ་ཆེན་པོ་རུ་ཚོར་གྱི་འདུག་གང་ཡིན་ཟེར་ན་ད་འདི་ལ་རྒྱུ་མཚན་རྣམ་པ་གཉིས་ཡོད་རེད་ང་རང་ཚོ་ཆགས་ཚར་དུས་དགོས་ས་ལག་གཉིས་ཀྱི་ཐལ་མོ་དེ་ང་རང་ཚོའི་ལུས་ཀྱི་གནས་གསུམ་ལ། རེག་ནས་ཕྱག་འཚལ་ཚུལ་གཅིག་དང། ལུས་ཀྱི་གནས་བཞི་ལ་རེག་ནས་ཕྱག་འཚལ་ཚུལ་གཅིག་ད་རྣམ་པ་གཉིས་འབྱུང་གི་ཡོད་པ་རེད་ད་གཉིས་ཆ་འགྲིག་གི་ཡོད་པ་རེད་ད་གཅིག་མ་འགྲིག་པ་གཅིག་འགྲིག་ཡོད་པ་དེ་སྐད་ཆ་ཡོད་མ་རེད་གཉིས་ཆ་འགྲིག་གི་ཡོད་རེད་གཉིས་ཆ་ལ་དགོས་པ་དང་ཕན་ཆེན་པོ་ཞུ་ཡོད་རེད་ད་འདི་གཉིས་ཀྱི་ཕན་ཡོན་དང་ཁྱད་པར་འགྲོ་ག་འདྲེ་ཞུས་པ་ཡིན་ན། ད་ཐོག་མར་ང་རང་ཚོས་ཕྱག་འཚལ་དུས་སྒོ་སུ་ལག་གཉིས་ཀྱི་ཐལ་སྦྱར་ཏེ་ད་ལུས་ཀྱི་གནས་གསུམ་ལ་རེག་ནས་ཕྱག་འཚལ་ཚུལ་དེ་ག་འདྲེ་རེད་ཞུས་པ་ཡིན་ན་ད་ལུས་ཀྱི་གནས་གསུམ་དེ་འདི་འདྲེ་འགྲོ་ཆགས་འདོད་རེད། སྤྱི་བོ། མགྲིན་པ། ཨ་ནི་སྙིང་ག། འོག་རྡོ་རྗེ་མཐའ་ཐལ་མོ་སྟེ། སྤྱི་བོ་དང་ཨ་ནི་མགྲིན་པ་དང་སྙིང་ག་ལ་སྦྱར་ནས་ཕྱག་འཚལ་བ་འདི་ལ་ད་ལུས་ཀྱི་གནས་གསུམ་ལ་སྦྱར་ནས་ཕྱག་འཚལ་ཚུལ་འདི་ཡིན་པ་རེད། ད་ང་རང་ཚོ་ལག་གཉིས་ཀྱི་ཐལ་མོ་འདི་ལུས་ཀྱི་གནས་གསུམ་ལ་སྦྱར་ནས་ཕྱག་འཚལ་བ་ཡིན་ན་ད་ལུས་ཀྱི་གནས་གསུམ་ལ་སྦྱར་དགོས་པའི་གནད་འགག་དང་རྒྱུ་མཚན་ཕན་ཡོན་འདྲ་བོ་ག་རེ་ཡོད་རེད་ཞུས་པ་ཡིན་ན། ད་འདི་ཡི་ཕན་ཡོན་དེ་གཙོ་བོ་དེ་ད་ང་རང་ཚོས་ལག་གཉིས་ཀྱི་ཐལ་མོ་དེ་སྤྱི་བོའི་གཙུག་ཏུ་སྦྱར་བ་ལ་བརྟེན་ནས། དེ་ནས་སོ་སོའི་རང་ཉིད་ཀྱི་སྤྱི་བོའི་གཙུག་ལ་ཡོད་པའི་རྩ་མདུད་དེ་ཚོ་གྲོལ། རྩ་མདུད་གྲོལ་བ་ལ་བརྟེན་ནས་ང་རང་ཚོའི་ཚེར་འཁོར་བ་ཐོག་མ་མེད་པ་ནས་བསགས་པའི་ལུས་ཀྱི་མི་དགེ་བ་རྣམ་པ་གསུམ་ཡོད་ལ། སྲོག་གཅོད་པ་མ་བྱིན་པར་ལེན་པ་ནི་ལོག་གཡེམ། རྩོད་པའི་ད་ལུས་ཀྱི་མི་དགེ་བ་ག་འདྲའི་ཅིག་བསགས་པ་ནི་ཐམས་ཅད་ཟད་ནས། མདོར་ན་སོ་སོ་ཀྱི་ཟག་བཅས་ཀྱི་ལུས་ཀྱི་ཉོན་མོངས་པ་དང་སྡིག་པ་ག་ཚོད་བསགས་ཡོད་པ་དེ་དག་ཐམས་ཅད་ཟད་ནས་ཟག་མེད་ཀྱི་ལུས་སངས་རྒྱས་ཀྱི་སྐུ་ཐོབ་པར་ཤོག་ཟིན་ད་དེ་འདྲས་ཀྱི་སྨོན་ལམ་བརྒྱབ་པ་དང་དེ་འདྲས་ཀྱི་སངས་རྒྱས་ཀྱི་ཟག་སོ་སོ་ཀྱི་ཟག་བཅས་ཀྱི་ལུས་དེ་དོར་ནས་མ་འོངས་པ་ལ་ཟག་མེད་ཀྱི་སངས་རྒྱས་ཀྱི་སྐུ་ཐོབ་པར་ཤོག་ཟིན་ད་དེ་འདྲས་ཀྱི་རྟེན་འབྲེལ་མཚོན་རྟགས་དང་བརྡ་ཡིན་པ་རེད། དེ་ནས་མཐར་མོ་དེས་བྱིན་པ་ལ་བྱར་བས་ད་མཚོན་རྟགས་སྒྲོག་ག་རེ་རེད་ཞུས་པ་ཡིན་ན། དེ་ནི་སོ་སོ་ཀྱི་ངག་གིས་བསགས་པའི་མི་དགེ་བ། ཞི་བའི་ར་བཟུན་ཕྲ་མ་ཚིག་རྩུབ་ང་རྒྱལ་དེ་དག་ཐམས་ཅད་ཞི་ནས། དེ་ནས་མ་འོངས་པ་ལ་སོ་སོ་ལ་སངས་རྒྱས་ཀྱི་གསུང་གི་དངོས་གྲུབ། གསུང་སངས་དབྱངས་དྲུག་ཅུ་ལ་སོགས་པའི་ད་སངས་རྒྱས་ཀྱི་གསུང་གི་ཡོན་ཏན་དེ་ཚོ་སོ་སོ་ལ་ཐོབ་པས་ཀྱི་ད་དེ་འདྲས་ཀྱི་རྟེན་འབྲེལ་དང་མཚོན་རྟགས་སྒྲོག་བཞིན་པ་རེད། དེ་ནས་གསུམ་པ་དེ་ཐར་མོ་དེ་སྙིང་ག་ལ་བྱ་བའི་ད་རྒྱུ་མཚན་སྒྲོག་དང་མཚོན་རྟགས་ག་རེ་རེད་ཞུས་པ་ན་ད་སོ་སོ་ཀྱི་ཡིད་ཀྱི་སྡིག་པ་གསུམ་ཡོད་ལ་ད་བརྣབ་སེམས་གནོད་སེམས་ལོག་ལྟ། ལོ་འདི་འགྲིག་གི་སོ་སོ་གི་ཚེ་རབས་འཁོར་བ་ཐོག་མ་མེད་མ་ནས་བསགས་པའི་དག་ཡིད་ཀྱི་སྡིག་སྒྲིབ་དུ་དག་ནས། དེ་ནས་སོ་སོ་གི་རྒྱུད་ལ་མ་འོངས་པར་སངས་རྒྱས་ཀྱི་ཐུགས་རྡོ་རྗེ་གི་དངོས་གྲུབ་སངས་རྒྱས་ཀྱི་མཁྱེན་པའི་ཡེ་ཤེས་དང་ཇི་ལྟ་ཇི་སྙེད་ཀྱི་མཁྱེན་པ་མ་རེད་དང་སྒྲིབ་གཉིས་མཐའ་དག་སྤང་བའི་དང་ཡེ་ཤེས་མངོན་དུ་གྱུར་པའི་དང་ཆོས་སྐུ་བླ་ན་མེད་དུ་དང་ཐུགས་རྡོ་རྗེ་དུ་ཐོབ་པར་ཤོག་ཟེར་དང་འདི་འགྲིག་གི་རྟེན་འབྲེལ་དང་སྨོན་ལམ་མཚོན་བྱེད་དུ་དང་ང་རང་ཚོའི་མཐར་མོ་དེ། ལུས་ཀྱི་གནས་གསུམ་ལ་བྱར་བུའི་ཐ་གུ་བ་ཏུ་རྒྱུ་མཚན་འདུག་ཟེར་མདོར་ན་ད་ལྷ་མོ་དེ་ལུས་ཀྱི་གནས་གསུམ་ལ་བྱར་བ་རྒྱུ་མཚན་ཏེ་སོ་སོའི་གྱི་མ་དག་པའི་ལུས་ངག་ཡིད་གསུམ་དེ་སྦྱངས་ནས་ནི། དག་པའི་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་དངོས་གྲུབ་དེ་སོ་སོ་ལ་ལེན་པ་དང་སོ་སོ་ལ་མ་འོངས་པ་ལ་ཐོབ་པར་ཤོག་ཟེར་ནས་ད་འདི་འདྲ་གི་རྟེན་འབྲེལ་དང་སྨོན་ལམ་མཚོན་རྟགས་བྱས་ལ་ད་ལུས་ཀྱི་གནས་གསུམ་ལ་བྱར་ནས་ཐར་མོ་བྱར་བུའི་གུ་བ་ཏུ་རྒྱུ་མཚན་འོ་དོ་ཆགས་ཏེ་ཡོད་པ་རེད། དེ་ནི་ད་གཉིས་པ་དེ་ད། ཕྱག་འཚལ་བསྟོད་དགོས་སོ་ད་ཐལ་མོ་དེ་ཀྱང་བདག་གིས་ད་ལུས་ཀྱི་གནས་གསུམ་ལ་རེག་ནས་ཕྱག་འཚལ་སྩོལ་ཅིག་དུ་ད་ད་ལྟ་དེ་ལུས་ཀྱི་གནས་གསུམ་མ་ཡིན་པ་ཡང་ལུས་ཀྱི་གནས་བཞི་ལ་རེག་ནས་ཕྱག་འཚལ་སྩོལ་ཅིག་ཡོད་པར་ད་འདི་རེད་ད་ཡང་འདི་ལ་ཡང་གོ་འཕགས་དང་རྒྱུ་མཚན་ཁྱད་པར་དུ་འཕགས་པ་ཡོད་རེད། ད་ལུས་ཀྱི་གནས་བཞི་ལ་རེག་དུས་གསུམ་པོ་ལུས་ཀྱི་གནས་བཞི་དེ་ག་འདྲ་རེད་ཞུས་པ་ན་ད་དང་ཤོག་ཐལ་མོ་དེ་སྤྱི་བོ་ལ་རེག་སྤྱི་གཙུག། གཉིས་པ་དེ་ད་མཛོད་སྤུ་ལ་རེག་ཡ་རེད་ད་སྐྲར་བ་སོ་སོ་ཀའི་སྐྲར་བ་ལ་མཛོད་སྤུ། དེ་ནས་གསུམ་པ་དེ་དག་མགྲིན་པ། ཨ་ནི་བཞི་པ་དེ་དག་སྙིང་ག། འོ་དོ་བཞིན་ད་ཁྱད་པར་དུ་ཨ། ད་ཀྱིས་ང་རང་ཚོ་ཐར་མོ་དེ་ལུས་ཀྱི་གནས་གསུམ་ལ་རེག་སོང། སྤྱི་བོ། མགྲིན་པ་སྙིང་ག། ད་ད་ལུས་ཀྱི་གནས་བཞི་ལ་རེག་དུས་ཙམ་པ་ལ། སྤྱི་བོ། དཔྲལ་བ། ཨ་ནི་མགྲིན་པ་སྙིང་ག། འོ་དོ་སླེ་གི་དོ་ཨ། ད་འདི་ལ་ཐར་མོ་དེ་ལུས་ཀྱི་གནས་བཞི་ལ། རེག་ནས་ཕྱག་འཚལ་བ་ཡིན། ཟེར་གྱི། ད་འདི་གི་དོན་དག་དེ་ཡང་ག་རེ་རེད་ཞུས་པ་ན་རྒྱུ་མཚན་འགྲོ་ག་རེ་ཡོད་ཕན་ཡོན་འགྲོ་ག་རེ་ཡོད་རྟེན་འབྲེལ་མཚོན་རྟགས་བརྡ་མཚོན་རྟགས་དེ་ག་རེ་རེད་ཞུས་པ་ན། ཐལ་མོ་འདི་སོ་སོ་གྱི་སྤྱི་བོའི་གཙུག་ཏུ་སྦྱར་བ་རྒྱུ་མཚན་དེ་ག་རེ་རེད་ཟེར་ན། ད་མ་འོངས་པ་ལ་སོ་སོ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་གྱི་ད་མཚོན་བྱེད་ཀྱི་རྒྱུ་མཚན་འགྲོ་རེད་ཟེར་གྱི། ལྷག་པར་དུ་ད་སྤྱི་བོའི་གཙུག་ཏུ་ཐལ་མོ་སྦྱར་བའི་རྒྱུ་མཚན་དེ་སངས་རྒྱས་ཀྱི་གཙུག་ཏོར་གྲུབ་པ་ཡི་དྭགས་དང་རྟེན་འབྲེལ་མཚོན་རྟགས་ཡིན་ཟེར་གྱི་ཡོད་པ་རེད། དེ་ནས་ཐར་མོ་འདི་ང་རང་ཚོས་ད་བཀྲལ་བ་ལ་བྱ་བའི་རྒྱུ་མཚན་ནི་ག་རེ་ཟེར་ན་སངས་རྒྱས་ཀྱི་མཛོད་སྤུ་ཡེ་ཤེས་ཀྱི་སྤྱན་ཟེར་གྱི་དང་ནམ་རྒྱུན་ང་རང་ཚོ་ལ་མིག་གསུམ་པ་དེ་གོ་རེ་ཟེར་གྱི་དང་མིག་གསུམ་པ་དེ་དང་ང་རང་ཚོ་ཐོས་བསམ་ཤེས་རབ་རྒྱས་པའི་དང་ཡེ་ཤེས་ཀྱི་མིག་དེ་ལ་སྤྱན་དེ་ལ་དང་ང་རང་ཚོ་ངོས་འཛིན་གྱི་བ་འདུག་བཞིན་དང་སངས་རྒྱས་ཀྱི་མཛོད་སྤུ་ལག་ན་འདེགས་དང་ཡེ་ཤེས་ཀྱི་སྤྱན་གྲུབ་པའི།

ད་འདི་ལ་སངས་རྒྱས་ཀྱི་སྐུ་གསུམ་དང་སངས་རྒྱས་ཀྱི་སྐུ་གསུང་ཐུགས་ཡོན་ཏན་ཟུང་འཇུག་ཡིན་པ་དེ་འདྲ་མཚོན་གྱི་ཡོད་རེད་ཟེར་གྱི་ཡོད། ད་དང་པོ་ང་རང་ཚོ་ད་ཐར་མོ་སྦྱར་བ་ལ་བརྟེན་ནས་ཐར་མོ་འདི་གིས་ད་སངས་རྒྱས་ཀྱི་སྐུ་གསུམ་དེ་ག་འདྲ་ཞིག་མཚོན་གྱི་ཡོད་རེད་ཞུས་པ་ཡིན་ན། ད་ད་གི་གོང་དུ་ཞུས་པ་ནི་ཕྱི་རོལ་མུ་སྟེགས་པ་ན་ཞིག་ཐར་མོ་ཉིད་སྦྱར་ནས་མ་ཡིན་པ་ཅེས་ཏོའོ་སྟེ་ལ་བར་སྟོང་ཡོད་པ་ནང་ལོགས་ལ། འོ་ད་བར་སྟོང་ཡོད་པ་དེ་ད་སྟོང་པ་ཉིད་མཚོན་གྱི་ཡོད་རེད། མཐར་མོར་ནང་ལོགས་ཀྱི་བར་སྟོང་བྱུང་འདུག་ཨ་དེ་བར་སྟོང་ཕུས་མཐོང་གི་འདུག་ཨ། འོ་དེ་བར་སྟོང་དེ། བར་སྟོང་སྟོང་པ་བཞག་པ་དེ་ད་སྟོང་པ་ཉིད། ཆོས་ཀྱི་སྐུ། ཆོས་སྐུ་མཚོན་གྱི་ཡོད་རེད། ད་འདི་རེད་ད། སངས་རྒྱས་ཀྱི་ཆོས་ཀྱི་སྐུ་མཚོན་འདུག་མཚོན་སྟངས་དེ་ད་མཐར་མོར་ནང་ལོགས་ཀྱི་བར་སྟོང་དེ། ཆོས་ཐམས་ཅད་ཀྱི་རང་བཞིན་གྱི་ངོ་བོ་སྟེ་སྟོང་པ་ཡིན་པ། དེ་ཡི་བདག་ཉིད་དེ་ཆོས་ཀྱི་སྐུ་ཡིན་པ་སངས་རྒྱས་ཀྱི་ཆོས་ཀྱི་སྐུ་ཡིན་པ། འོ་བཟློག་ཅིང་ཆོས་སྐུ་ཡིན་པ་བར་སྟོང་དེ་ཀྱི་མཚོན་གྱི་ཡོད་པ་རེད། ཐལ་མོ་གཉིས་ཀྱི་དབྱིབས་འདི་དག་ང་རང་ཚོ་མུ་ཏིག་པ་ན་བཞིན་ཐད་ཀར་མ་ཡིན་པ་ལྟོས་ནོར་བུ་རིན་པོ་ཆེའི་འདྲ་བོ་གོ་གོ་སྒྲོག་བྱེད་དོ། འོ་འདི་དག་ལག་པ་གཉིས་ཀྱི་ལྟོས་སྐུང་ནས་འདི་འདྲའི་བྱར་བ་དེ་དག་སངས་རྒྱས་ཀྱི་སྐུ་གསུམ་ནང་ལོགས་ནས་གཟུགས་སྐུ་གཉིས་དེ་མཚོན་གྱི་ཡོད་རེད་ཟེར་གྱི་ཡོད་རེད་ད་ནོར་བུ་རིན་པོ་ཆེའི་དབྱིབས་ནང་བཞིན་དུ། ཏུ་གོ་བོར་འགྲོ་བ་ཐབས་མ་ཆག་པ་ཡིན་ན་སངས་རྒྱས་ཀྱི་ལོངས་སྤྱོད་རྫོགས་པའི་སྐུ་དང་སྤྲུལ་པའི་སྐུ་གཉིས་མཚོན་གྱི་ཡོད་རེད། འོ་བསྡུ་བ་བཞིན་ད་ཐར་མོ་འདི་ལ་སྐུ་གསུམ་མཚོན་ལུགས་མཚོན་སྟངས་དེ་མཁྱེན་སོང་ཨ། ཐར་མོ་བར་སྟོང་ཡོད་པ་དེ་སྟོང་ཉིད་ཆོས་སྐུ་ཡིན་པ་དང། ལག་གཉིས་ཀྱི་ཐལ་སྦྱར་དེ་དབྱིབས་ཀྱི་གཟུགས་དེ་ད་ནོར་བུ་རིན་པོ་ཆེ་ནང་བཞིན་གོ་བོར་ཟླུམ་པོ་འདྲ་བོ་ཡོད་པ་དེ་གཟུགས་སྐུ་རྣམ་པ་གཉིས་མཚོན་གྱི་ཡོད་རེད། ད་སྐུ་གསུམ་མཚོན་ལུགས་མཚོན་སྟངས་དེ་འོ་བསྡུ་ཟིན་པ་རེད། དེ་ནས་ཐར་མོ་དེ་གིས་ད་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་དེ་ཟུང་འཇུག་ཡིན་པ་དེ་ག་འདྲས་མཚོན་གྱི་ཡོད་རེད་ཞུས་པ་ཡིན་ན། དེ་ནས་ཐར་མོ་དེས་དུ་སྦྱར་བར་བྱེད་པ་ལ་ད་ལག་པ་གཡས་པ་དང་གཡོན་པ་གཉིས་སྦྱར་གོ་གི་འདུག་ད་ལག་པ་གཡས་པ་དང་གཡོན་པ་གཉིས་གང་རུང་ཅིག་མེད་ན་ཐར་མོ་སྦྱར་ཐུབ་ཀྱི་ཡོད་མ་རེད་བ། བྱས་ཙང་ད་ང་རང་ཚོས་ལག་པ་གཡས་པ་དང་གཡོན་པ་ཡ་རེ་རེ་དེ་ད་ཐབས་དང་ཤེས་རབ་གཉིས་མཚོན་པ་བྱེད། དེ་ཐབས་དང་ཤེས་རབ་གཉིས་ཟུང་དུ་འཇུག་པ་ལ་བརྟེན་ནས་ད་ཐར་མོ་ཆགས་ཀྱི་འདུག་རྒྱུ་མཚན་དེ་ལ་བརྟེན་ནས་ད་ཐབས་ཤེས། ཟུང་དུ་འཇུག་པ་དེ་མཐར་སྦྱར་བྱ་བ་འདི་ལྟ་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་འདི་ཟུང་འཇུག་ཡིན་པའོ་དུ་གསུངས་ཀྱི་ཡོད་པ་རེད། དེ་ནས་ང་རང་ཚོ་ཡང་ད་ཆགས་ཚ་དུས་གོས་ད་ཐལ་མོ་གཉིད་འདུག་ཕྱི་ནས་ཡང་ས་ལ་རེག་གི་ཡོད་ར་ས་ལ་རེག་དུས་ཙམ་པ་ཡང་ང་རང་ཚོས་ད་སྦྱར་ལག་པ་གཉིད་འདུག་འདུག་སོ་སོ་ནས་ཕྱེ་གོ་གྱིས་ཏོ་འོ་དེ་ཕྱེ་ནས་སོ་སོ་ནས་དབྱེ་བ་ཕྱེ་ནས་ད་མ་ལ་ཆགས་ཚ་དུས་གོས་ད་སྦྱར་གཉིད་སོ་སོ་ཕྱེ་བའི་དགོས་པ་དང་རྒྱུ་མཚན་དེ་ག་རེ་རེད་ཞུས་པ་ཡིན་ན། ད་གཟུགས་པོ་གཉིས་མཚོན་རྒྱུ་ཡོད་རེད། ཟེར་གྱི་ཡོད། ད་གཟུགས་པོ་གཉིས་མཚོན་ལུགས་མཚོན་སྟངས་དེ་ག་རེ་རེད་ཞུས་པ་ཡིན་ན། མ་འོངས་པ་ལ་དེ་ནི། སོ་སོ་སངས་རྒྱས་ནས་སེམས་ཅན་གྱི་འགྲོ་དོན་དེ་ད་གཟུགས་པོ་གཉིས་ཀྱི་ཐོག་ནས་སེམས་ཅན་གང་ལ་གང་འདུལ་གྱི་འགྲོ་དོན་བྱས་ཀྱི་ད་རྟེན་འབྲེལ་དང། ཨ་ནི། མཚོན་རྟགས་འོ་དེ་འདྲ་གྱི་མིན་ཟེར་གྱི་ཡོད་རེད། ད་ལག་པ་གཉིས་ཀྱི་ཐལ་སྦྱར་དེ་སོ་སོའི་ཆེད་པའི་མཚོན་རྟགས་དེ་ཟེར་གྱི་ཡོད་རེད། ད་དང་པོ་དེ་འདྲའི་ཐལ་སྦྱར་ཡོད་ར་དེ་ནི་ང་རང་ཚོ་ཕྱག་འཚལ་འདུག་ཟེར་ཡང་ཐལ་སྦྱར་དེ་ཕྱེ་ནས་དེ་ནི་ས་ལ་འདུག་ཟེར་རེག་ནས་ཕྱག་འཚལ་གྱི་འདུག་འོ་དེ་བཞིན་ཐལ་སྦྱར་སོ་སོའི་ཕྱེ་བའི་རྒྱུ་མཚན་དེ་མ་འོངས་པ་ལ་ང་རང་སངས་རྒྱས་ནས་སེམས་ཅན་གང་ལ་གང་འདུལ་གྱི་འགྲོ་དོན་དེ་གཟུགས་སྐུ་རྣམ་པ་གཉིས་ཀྱིས་གྲུབ་ཀྱི་རེད་ད་དེ་འདྲའི་གི་རྟེན་འབྲེལ་མཚོན་རྟགས་དང་བརྡ་སྒྲོ་རེད་ཟེར་གྱི་རེད་འོ་ལགས་སོ་དེ་ནི་ད་ཐལ་མོ་སྦྱར་ཚུལ་དང་འཕྲོས་ནས་སྐད་ཆ་གཞན་པ་ཅིག་ཞུས་པ་ཡིན་ན་དེ་ནི་ང་རང་ཚོ་ད་བོད་བརྒྱུད་ནང་བསྟན་ལ་ད་ང་རང་ཚོ་འདུག་ཅེས་ནས།

ཕོན་ཚང་མ་ཞུས་བ་རེད། ད་ག་རེ་ལྷག་ཡོད་རེད་ཞུས་པ་ནི་ད་ང་རང་ཚོ་ད་རྐྱང་ཕྱག་དང་སྐུམ་ཕྱག་ཚར་བསྡུ་དགོས་སོ་ད་ད་གི་ང་རང་ཚོ་དབོན་པོ་ལྔ་ས་ལ་གཏུགས་ནས་ཕྱག་ཚར་དགོས་རེད་ཞུས་བ་རེད། ད་དབོན་པོ་ལྔ་ས་ལ་གཏུགས་ནས་ཕྱག་ཚར་བ་འདིས་ཕན་ཡོན་དང། གོ་བ་ག་རེ་ཡོད་རེད་ད་འདིའི་སྐོར་ལ་མདོར་བསྡུས་ཞུས་བ་ཡིན། ད་དབོན་པོ་ལྔ་ས་ལ་གཏུགས་ནས་ཕྱག་ཚར་བ་ནས་ཕན་ཡོན་ག་རེ་ཡོད་ཞུས་པ་ནི་ད་ཚིགས་བཅད་འདི་ཐད་ཀར་སྐྱོར་བ་ན་ཕལ་ཆེར་དོན་དག་གོ་ཚུགས་ཀྱི་རེད་དྲན་གྱི་འདུག་གྲལ་བཤད་རྒྱག་མ་གོ་རྗེས། དེ་ཡང་ད་རྐང་གཉིས་པུས་མོ་ས་ལ་བཙུགས་པ་ཡི། འཁོར་བ་ངན་སོང་གནས་ལས་ཐར་བར་ཤོག། ལག་གཉིས་སོར་བཅུ་ས་ལ་བཙུགས་པ་ཡི་ས་བཅུ་ལམ་ལྔ་རིམ་གྱིས་བགྲོད་པར་ཤོག། ཨ་ནི་ཀ་རའི་མགོ་བོའི་དཔྲལ་བ་ས་ལ་བཙུགས་པ་ཡི་བཅུ་གཅིག་ཀུན་ཏུ་འོད་ཀྱི་ས་ཐོབ་ཤོག། ཡན་ལག་བཞི་པོ་བརྐྱང་བསྐུམ་བྱེད་པ་ཡི་ཕྲིན་ལས་རྣམ་བཞི་ལྷུན་གྱིས་གྲུབ་པར་ཤོག། འོ་དེ་འདྲའི་གྱི་ཕན་སོང་ཡིན་དེ་ནང་བཞིན་ད་ང་རང་ཚོས་རྩ་ཡི་རྩ་རྒྱུད་ཐམས་ཅད་བརྐྱང་བསྐུམ་བྱེད་པ་ལ་དེ་ནས་རྩ་མདུད་མ་ལུས་པ་གྲོལ་བ་དང་གལ་ཚིགས་དབུ་མར་གྱི་བུར་བྱས་པའི་རླུང་རྣམས་མ་ལུས་པ་དབུ་མར་ཚུད་ཀྱི་རེད་ད་དེ་འདྲའི་གྱི་ཕན་སོང་ད།

ཨ་ནི་སོ་སོ་གིས་ཡང་གར་ཚིག་འདི་དག་འདི་འདྲའི་ཐད་ཀར་ཆ་དུང་ས་ཡང་སོ་སོ་གི་རྩ་ཡི་ལུས་ལ་ཡོད་པའི་རླུང་འདི་རུ་རྩ་དབུ་མ་ནང་དུ་ཚུད་གི་ད་འདི་འདྲའི་གི་ད་འབྱུང་བཞི་ཆ་སྙོམས་པ་ཆ་གི་སོ་སོ་གི་ལུས་ལ་འདི་འདྲའི་ཆ་གི་ད་རྟེན་འབྲེལ་དང་དགོས་པ་རྒྱུ་མཚན་ཡོད་རེད་ཟེར་གསུང་གི་ཡོད་པ་རེད། མཐའ་མ་ང་རང་ཚོ་ད་ཕྱག་འཚལ་བའི་ཕན་ཡོན་ངོ་མ་དེ་ག་རེ་རེད་ཞུས་པ་ཡིན་ན། དེ་ཡང་ད་ཕྱག་འཚལ་བའི་ཕན་ཡོན་དེ་ཡང་ད་ཆེ་ཆུང་འགྲོ་ཡོད་ས་ཡོད་ས་རེད་ད་ཕྱག་འཚལ་ཚུལ་དེ་ལ་གཙོ་བོ་ད་སྐུ་འཕྱག་དང་རྐྱང་འཕྱག་གཉིས་ཆགས་དེ་དུས་སྐབས་སུ་རྐྱང་འཕྱག་དེ་ལ་ཕན་ཡོན་ཆེ་བ་ཡོད་རེད་གསུང་གི་འདུག། རྐུབ་ཆག་འདི་ལ་བུན་ཡོད་ད་ཡོད་རེད་ཡིན་ན་དེ་ལས་ལྷག་པ་དེ། རྐྱང་ཆག་འདི་ལ་བུན་ཆེན་པོ་ཡོད་རེད་གསུང་གི་འདུག་དཔེར་ན་ང་རང་ཚོ། སེམས་བསྐྱེད་ཀྱི་སྡོམ་པ་བླང་དུས་སྐབས་སུ་འཇུག་པ་སེམས་བསྐྱེད་དང་སྨོན་པ་སེམས་བསྐྱེད། གཉིས་ལས་བསོད་ནམས་ཆེ་བ་འདི་ད་འཇུག་པ་སེམས་བསྐྱེད་རེད་ཟེར་གྱི་ཡོད་རང། འཇུག་པ་སེམས་བསྐྱེད་འདི་ལ་ཚེ་འདྲ་བོ་བརྒྱབ་པ་ཡིན་ན་ང་རང་ཚོ་ད། བརྒྱབ་ཐོས་ཡོད་མ་རེད་དཔེར་ན་འཇུག་པ་སེམས་བསྐྱེད་འདི་ང་རང་ཚོ་གཟུགས་ཀྱི་ཕུང་པོ་འདི་འདྲིག་གི་ངོ་བོ་ལ་བསྒྱུར་བ་ཡིན་ན། ཁམས་གསུམ་ལ་ཡང་ཤོང་ཐུབ་ཀྱི་མ་རེད་ད་འདི་འདྲིག་གི་སྐད་ཆ་བྱས་པ་འདི་ནང་བཞིན་ད། འཇུག་པ་སེམས་བསྐྱེད་དེ་དཔེ་ཕན་ཡོན་ཆེན་པོ་དང་འདི་ནང་བཞིན་ང་རང་ཚོ་བརྐྱངས་ཕྱག་དང་སྐོམ་ཕྱག་གཉིས་ཀྱི་ནང་ལོགས་ནས་ཕན་ཡོན་ཆེ་བ་དང་བསོད་ནམས་ཆེ་བ་དེ། བརྐྱངས་ཕྱག་དེ་ལ་ཡོད་རེད་གསུངས་ཡོད་དོ། དེ་ཡིན་ཟེར་ད། བརྐྱངས་ཕྱག་གི་ཕན་ཡོན་འདི་ད་སངས་རྒྱས་ཀྱི་དོ་ནང་ལ་ག་རེ་གསུངས་ཡོད་ཞུས་པ་ན། དཔེ་བཞག་ནས་གསུངས་ཡོད། ཐམས་ཅད་ཡོད་པར་སྨྲ་བའི་དོ་ནང་ལ་ག་རེ་གསུངས་ཡོད་ཟེར་སངས་རྒྱས་ཀྱི་ད། བརྐྱངས་ཕྱག་གི་ཕན་ཡོན་འདི་ད། དགེ་སློང་དག་དགེ་སློང་གིས་འདི་ལྟར་སྐྲ་དང་སེན་མོ་ཡི་མཆོད་རྟེན་ལ་ཡན་ལག་ཐམས་ཅད་ཀྱིས་ཕྱག་འཚལ་ཏེ་སེམས་དང་བར་བྱེད་པ་ལ་ལྟོས་བཙུན་པ་དེ་ལྟར་ལགས་སོ། དགེ་སློང་དག་དགེ་སློང་འདི། ས་ཇི་ཙམ་གནོན་པའི་འོག་དཔག་ཚད་བརྒྱད་བཀྲུ། དཔག་ཚད་བརྒྱད་ཁྲི་སྟོང་ན་ཡོད་པའི་གསེར་གྱི་འཁོར་ལོ་ལ་ཐུག་གི་བར་ན་བྱེ་མ་ཇི་སྙེད་ཡོད་པ་དེ་སྙེད་དུ་དགེ་སློང་འདིས་འཁོར་ལོའི་རྒྱུ་བའི་གྱ་སྲི་སྟོང་འགྱུར་དུ་ལོངས་སྤྱོད་པར་འགྱུར་རོ། ད་འདི་འདྲ་གི་ཕན་ཆེན་པོ་གསུངས་དང། ང་རང་ཚོ་ལུས་ངག་ཡིད་གསུམ་ཐམས་ཅད་ས་ལ་རེག་པ་ན་ད་ས་འདིའི་འོག་ལ་སོ་སོ་གི་ལུས་ཀྱི་ཚད་དང་མཉམ་པའི་ས་གཞི། སྟེང་དཔག་ཚད་ག་ཚོད་ཡོད་པ་དེ་དག་ལ་ཡོད་པའི་རྡུལ་ཇི་སྙེད་ཡོད་པ་དེ་དག་དང་གྲངས་མཉམ་པ་མ་འོངས་པ་ལ་སོ་སོ་སྟོང་འཁོར་ལོའི་རྒྱུ་བའི་རྒྱལ་པོ་ཡི་དབང་ཆ་ལ་ནི་མི་འདོད་ད་རྒྱལ་པོ་ཡི་པར་ལ་སྤྱོད་ཐོས་ཀྱི་སྐྱེ་བ་ལེན་གྱི་རེད། འོ་དེ་འདྲའི་གྱི་ཕན་ཡོད་རེད་གསུང་གི་འདུག་ད་དེ་རྐྱང་ཆགས་ཀྱི་ཕན་ཅི་པོ་རེད་ད། ད་ཐ་མག་དེ་ཕྱག་འཚལ་བའི་ཕན་ཐུན་མོང་དུ་ད་ཕྱག་འཚལ་བའི་ཕན་ག་རེ་ཡོད་རེད་ཞུས་བ་ན་དེ་ཡང་ད་ཕྱག་འཚལ་བའི་ཕན་རྣམ་པ་བཅུ་ཡོད་རེད་ཟེར་གྱི་ཡོད། དེ་ཡང་སངས་རྒྱས་ཀྱི་ལུང་རྣམ་འབྱེད་ཀྱི་མདོ་ནང་ལོ་ལ་ད་ཕན་བཅུ་བསྟན་ཡོད་རེད་ཕན་བཅུ་དེ་ག་རེ་ཟེར་ན། གཟུགས་བཟང་ལ་མདོག་གསེར་གྱི་ཁ་དོག་ལྟ་བུར་འགྱུར་བ་དང་ད་ཚིག་དེ་ཚོས། སྒོ་ཚུགས་དང་བྲེ་ཞིག་སྐྱ་མ་འཁོར་རྗེས། ཨ་ནི་གཉིས་པ་འདི་མཛེས་ཤིང་མི་མིག་ཏུ་སྡུག་པར་གྱུར་པ་དང། ཨ་མི་ཐམས་ཅད་ཡིད་དབང་འཕྲོག་པའི་ཡུལ་དུ་འགྱུར་གྱི་རེད་ཟེར་ཡོད་ལ། ཨ་ནི་གསུམ་པ་འདི་སྐད་སྙན་ཞིང་སྨྲ་བ་སྙན་པར་བཟུང་བའི་ཚིག་ཏུ་གྱུར་པ་དང། སོ་སོའི་སྐད་སྙན་པོ་ཡོད་པ་ནི་སོ་སོའི་གི་གང་སྨྲས་ཚིག་ཐམས་ཅད་མི་གཞན་ལ་ཕོག་ཐུག་མེད་པ་དཔེ་འཇམ་པོ་དང་ཡིད་དུ་འོང་བ། མི་གཞན་ལ་ཕན་སེམས་ཡོད་པའི་སྐད་ཆ་སྐྱ་སྙན་ཞིག་གི་རེད་ཟེར་གི་འདུག་ཨ་ནི་བཞི་པ་འདི་བག་ཚ་བ་མེད་པར་འཁོར་གྱི་ནང་དུ་འགྲོ་བ། ད་དེའི་དོན་དག་དེ་ག་རེ་ལབ་རྒྱུ་རེད་ཞུས་པ་ན་དོན་དག་འདི་ལ་གོ་རྒྱུ་རྣམ་པ་གཉིས་འདུག་བག་ཚ་བ་མེད་པར་འཁོར་གྱི་ནང་དུ་འགྲོ་བ་ལ་དུས་སུ་བག་ཚ་བ་ཟེར་ན། དྲི་ཞིམ་ཆེད་དུ་ག་རེ་རྒྱག་གི་འདུག་ཟེར་ན་ནམ་རྒྱུན་མི་ཁ་ཤས་ང་རང་ཚོ་ལྷ་དང་དོང་འདྲེ་དང་གསོན་འདྲེ་དང་ཐེའུ་རང་འབྱུང་པོ་དང་དཔེ་ཞེད་སྣང་སྐྱེས་ནས་ད་ས་ཆ་ག་བ་ག་ཚོད་དུ་ག་བ་འགྲོ་ན་དཔེ་ཞེད་སེམས་ལ་རྔམ་དྲག་དང་འཚེར་སྣང་དང་འཇིགས་སྐྲག་ཅིག་སླེབས་ཡོད་དོ། འོ་ད་འདི་ལྡོག་འགྲོ་དགོས་རེད་ཟེར་གྱི་རེད་ད། ཕྱག་འཚལ་བ་ན་ད་སོ་སོའི་རྒྱུད་ལ་ཡོད་པའི་འབྱུང་པོ་དོང་འདྲེ་དང་མི་མ་ཡིན་པ་དེ་ཚོ་ལ་འཇིགས་སྣང་དང་འཚེར་སྣང་གི་དཀའ་ངལ་དེ་བརླགས་ནས། སོ་སོ་ལ་འཇིགས་སྐྲག་མེད་པའི་ཐོག་ནས་ག་བ་ག་སོ་ས་ནས་ག་བ་ག་སོ་འགྲོ་ཐུབ་ཡ་གྱི་དེ་འདོད་ཀྱི་དབང་དང་ནུས་པ་ཐོབ་གྱི་རེད་ཟེར་གྱི། ཡང་ཚིག་འདི་ལ་འགྲེལ་བཤད་རྒྱ་ཡག་ངོ་གཞན་པ་དེ་ག་རེ་ཡོད་རེད་ཟེར་ན་བག་ཚ་བ་མེད་པ། འཁོར་གྱི་ནང་དུ་འགྲོ་བ་དེའི་ཚིག་འགྲེལ་བཤད་གཞན་པ་དེ་ག་རེ་ཟེར་ན་ནམ་རྒྱུན་མི་ཁ་ཤས་ཡང་པའི་སྤོབས་པ་ཆུང་ཆུང་དང་སྤོབས་པ་ཆུང་ཆུང་ཉམས་ཆུང་ཆུང། སེམས་པ་ཆུང་ཆུང་ག་བ་ཡིན་ན་ཅིག་བྱེད་མ་ལྟོས་འགྲོ་བ་དང་བྱས་ན་ཕར་ནས་ཅིག་ལབ་ཀྱི་རེད་གཉིས་ནས་ཅིག་ལབ་ཀྱི་རེད་ཟེར་པས་སྤོབས་པ་ཞུམ་ནས་བསྟེན་སུ་སོ་སོར་པས་སེམས་བུ་སུ་སྟོང་པ་བཟོ་གི་དང་འོ་འདི་འདྲིའི་གི་དཀའ་ངལ་དང་ཨ་ནི་འདི་འདྲིའི་གི་སེམས་ཀྱི་བྱིས་པ་དུ་སེར་ནས་གི་ད་མི་སུ་དང་སུ་ག་འདྲེ་ཡོད་ན་འདི་འདྲིའི་གི་དཀྱིལ་མར་འགྲོ་ཐོས་དང་ཤེས་ཐོས་ད་ངོ་ཚ་དང་འཇིགས་སྐྲག་མེད་པ་འོ་འདི་འདྲི་བྱེད་ཀྱི་རེད་ཟེར་ཚིག་འདི་ལ་བྱེད་ཆོས་རྒྱབ་དང་རྣམ་པ་གཉིས་འདུག་ཟེར་ཡོང་གི་ཡོད་པ་རེད། ད་ནི་བཞི་པ་དེ་ལྷ་དང་མི་རྣམས་གང་བར་གྱུར་པ་འགྱུར་གྱི་རེད། དྲུག་པ་ལྔ་པ་དེ་དྲུག་པ་དེ་རེད་དོ་དྲུག་པ་དེ་གཟི་བརྗིད་ཆེན་པོར་འགྱུར་བ་ད་དཔེ་མེད་ཟེར་གཟི་བརྗིད་ཆེན་པོ་འགྱུར་གྱི་རེད་མི་ཚང་ཚིག་གིས་མཐོང་ན་ལྟོ་ཁ་ཁ་ཡོད་པ་མཐོང་ན་མི་མཐུན་པ་མེད་པ་དེ་འདྲའི་གྲོགས་སུ་མཐོང་གི་རེད་གཟིགས་དང། ཨ་ནི། བདུན་པ་དེ་གང་ཟག་ནི་འདི་ལྟ་སྟེ་སངས་རྒྱས་བཅོམ་ལྡན་འདས་རྣམས་དང་བྱང་ཆུབ་སེམས་དཔའ་རྣམས་དང་སངས་རྒྱས་ཀྱི་ཉན་ཐོས་རྣམས་དང་གྲོགས་པར་གྱུར་པ་དང། དེ་ཚིག་གི་དོན་དག་དེ་ག་ལ་ཡོད་ཟེར་མ་འོངས་པ་ལ་དེ་ནི་སོ་སོ་སོར་ས་ལམ་གྱི་གོ་འཕང་སྤངས་རྟོགས་ཡོན་ཏན་དུ་འདི་གྱེས་པ་ལ་དེ་ནི་དེ་ནི། འབྲས་བུ་ཡི་ས་དེ་འཐོབ་ཀྱི་རེད། གསུང་གི། ད་ལྟ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་ཚོ་མ་འོངས་པ་ལ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ཉན་ཐོས་ཀྱི་འཁོར་ལ་སྐྱེ། ད་མདོར་ན་ད་སོ་སོ་ཀྱི་ཆོས་ཀྱི་པར་ལ་མྱུར་ནས་མྱུར་དུ་བཅོས་ཐུབ་ནས་ད་གྲོགས་ཡིན་ན་ཡང་ད་ཆོས་ཀྱི། ནམ་རྒྱུན་ང་རང་ཚོ་ཆོས་བྱེད་དུས་ཀྱི་སོ་གྲོགས་དང་ས་དང། ཀ་རེ། ས་དང། གནས་དེ་ཚོ་དཔེ་བཟང་པོ་སྐོར་ལས་དུ་འདི་ན་ད་གྲོགས་དེ་འདྲས་དེ་འདྲས་འཕགས་པའི་དགེ་འདུན་གྱི་སྡེ་དང་མཉམ་དུ་ལྷན་དུ་གྲོགས་ཐོད་ཀྱི་དེ་འདྲས་ཀྱི་ཀ་ལ་པ་དང་ལྡན་པ་ཆགས་ཀྱི་རེད་ཟེར་གྱི་ཡོད་རེད་ད། ཨ་ནི་རྒྱས་པ་དེ་ལོངས་སྤྱོད་ཆེ་བར་གྱུར་པ་ལོངས་སྤྱོད་དག་ཆེན་པོ་བྱུང་ངེར་ཟེར་བས་དོ། ཨ་དགུ་བ་དེ་ཐོས་རིས་སྐྱེ་བར་གྱུར་བ། ཨ་ནི་བཅུ་བ་དེ་མྱུར་དུ་ཡོངས་སུ་མྱ་ངན་འདའ་བ་དེ་ཟེར་ན་ད་ཕྱག་འཚལ་བ་ཡིན་ན་ད་ཕྱག་ཉོན་མོངས་པའི་གཉེན་པོ་ཡིན་དུས་སམ་ཉོན་མོངས་པ་ད་སྡིག་པ་དང་སྒྲིབ་པ་དང་དག་པ་ཡིན་ན་དེ་ནི་སོ་སོའི་དགེ། ད་ཡེ་ཤེས་མངོན་དུ་བསྐྱེད་དེ་ནི

ཕན་ཡོན་ག་འདྲ་ཡོད་མེད་སྐོར་ལ་ང་རང་གིས་མདོར་བསྡུས་ཀྱིས་ཞུ་བ་ཡིན། ད་དེ་ལས་གྱེས་པ་དང་ཨ་ནེ་ཏོག་སྤུས་དག་པ་དེ་འདྲའི་གཟིགས་འདོད་འདྲ་ཡོད་པ་ཡིན་ན། ས་སྐྱ་དཔེ་འབྲི་ཐབས་ཀྱིས་མཛེས་པའི་ནི་ཕྱག་གི་ཕན་ཡོན་གྱི་དཔེ་ཆ་ཅིག་ཡོད་རེད་ཟེར་གྱི་འདུག་འོ་འདི་ལ་གཟིགས་ན་དཔེ་ཡག་པོ་ཡོད་རེད་ཟེར་གྱི་འདུག་མི་མང་ཞིག་གིས་འདི་དཔེ་ཆ་འདི་ང་རང་ལ་རག་མ་སོང་ཨ་མཁྱེན་རྣམ་པ་ཚོས་འདིས་དཔེ་ཆ་འདི་བཙལ་ཐུབ་ན་ད་འདི་ལ་དཔེ་མེད་ཕྱག་གི་སྐོར་ལ་ཕན། བསམ་ཡས་མི་སྐྱ་བ་དཔེ་མེད་ཟིག་ཡག་པོ་གསུངས་ཡོད་རེད་ཟེར་གྱི་འདུག་ལགས་སོ་དེ་ནི་དེ་རིང་གི་བརྙན་ཐུང་འདི་དེ་ཙམ་ལ་ནི་བསམ་བཞག་ཡིན་གལ་ཏེ་འདི་ལ་ནོར་བ་དང་འཁྲུལ་བ་ལགས་སོ་བྱུང་ཡོད་པ་ཡིན་ན།